མི་ལ་རས་པའི་གེགས་ངེས་དོན་རྫོགས་པར་སྔགས་ཟིན་ཞེས་ཡོད་རེ་བ། དེ་ནང་ལ་ཡང། རྣམ་རྟོག་གེགས་ཀྱི་འགོང་པོ་དེ། འདྲེན་སྣང་ཆོས་ཉིད་ཀྱི་ངང་དུ་རྫོགས། དེ་ལ་འཛའ་བརྡུང་བྱ་ཡང་མི་དགོས་སོ། རྣམ་རྟོག་ཆོས་སྐུར་ཤར་བའི་རྣལ་འབྱོར་ཏེ། དེ་རེ་ད། ཚིག་ནུས་པ་ཆེན་པོ་འདུག། རྣམ་རྟོག་གེགས་ཀྱི་འགོང་པོ་སྟེ། འགོང་པོ་ཟེར་ན་འབྱུང་པོ། ད་མིང་མང་པོ་འདུག། ཐེའུ་རང། འབྱུང་པོ། མ་མོ། སྲི། ད་གང་དུ་མང་པོ་འདུག་བ་བོད་པ་འདི་ཡང་ཐ་སྙད་བཏགས་ཡ་གལ་པོ་འདུག་བ། སོ་སོའི་སྒྲུབ་འདི་འདུག་བ་ཚུལ། མ་གཏོགས་ང་སྲི་ཡིན་ད་ཟེར་ནི་སུ་ལ་གི་མ་རེད་བ། ང་འགོང་པོ་ཡིན་ད་ཟེར་ནི་ཡོག་མ་རེད་ང་ཚོའི་སྒྲུབ་འདི་རེད། འགོང་པོ། སྲི། མ་མོ། བཙན། ཐེ་རང། མིང་མང་པོ་བཏགས་འདུག་བ། སོ་སོའི་སྒྲུབ་འདི་གི་འདུག་བ་སྒྲུབ་འདི་ན་སླེབས་ཡོང་གི་རེད། མ་གཏོགས་བཙན་ཁོ་རང་ང་བཙན་ཡིན་ད་ཟེར་གི་མ་རེད་ད་ང་ཐེའུ་རང་ཡིན་ཟེར་གི་མི་འདུག་བ། ཨོ་དེ་རེད་དེ་ཡིན་དུ་ད་མི་ད་རེད་པའི་ཚིག་དེ་ག་རེ་སོང་བ་རེད། རྣམ་རྟོག་བགེགས་ཀྱིས་འགོང་པོ་སྟེ། བགེགས་དང་འགོང་པོ་ཟེར་ཡ་དེ་རྣམ་རྟོག་གིས་བཏགས་པ་རེད། དེ་ཚིག་དེ་ཐུགས་ལ་ཡོད་ན་ཡག་པོ་ཡོད་རེད། རྣམ་རྟོག་བགེགས་ཀྱི་འགོང་པོ་སྟེ་ཟེར་རྣམ་རྟོག་ཟེར་དང་པོ་བཞག་དགོས་ཡ་རྒྱུ་མཚན་དེ་ག་རེ་རེད། བགེགས་དང་འགོང་པོ་འབྱུང་པོ་ཟེར་ཡ་དེ་ཁྱེད་རང་གི་གཉིས་འཛིན་གྱི་རྣམ་པར་རྟོག་པའི་བཟོད་པ་རེད་ད། དེ་མ་གཏོགས་ངོ་བོ་ཉིད་ཀྱིས་སམ་རང་བཞིན་ཉིད་ཀྱིས་ཕྱི་རོལ་དུ་གདོན་དང་འབྱུང་པོ་ཟེར་བ་ཅིག་ཡོད་མ་རེད་ཟེར་དུས་རྣལ་འབྱོར་པས་ཀྱི་ཉམས་ལེན་གྱི་ཐག་བཅད་པ་རེད། ང་ཚོའི་ལུང་ལ་སྐྱབས་ཞུ། རིག་པ་ལ་བསམ་བློ་བཏང་ནས་ཡོད་མ་རེད་ཡོད་རེད་ཟེར་ཐག་བཅད་བྱས་པའི་སྐད་ཆ་མ་རེད། རྣལ་འབྱོར་པའི་ཉམས་འོག་ཏུ་ཚུད་ཡོང་དུས་རྟོག་པའི་ནང་དུ་ཚུད་ཡོང་དུས་ཡོད་མེད་ཀྱི་ཐག་གཅོད་པ་རེད་དེ་འདྲ་གི་ཐག་གཅོད་པ་དེ་ཐག་མཐའ་ཐུག་ཏུ་ཆོད་པ་རེད་ཐག་གཅོད་མཁན་གཅིག་གིས་གཅོད་པ་རེད་གཅད་པ་ལྟ་བུ་ཐག་ཆོད་པ་རེད། ག་རེ་ལ་ཐག་བཅད་པ་རེད། རྣམ་རྟོག་བགེགས་དང་འབྱུང་པོ་ཐེབས་རང་འདྲ་ཟེར་ཡ་དེ་ཚོ་བྲལ་ཏེ་རྣམ་རྟོག་གིས་བཟོས་པ་རེད། ཚིག་དང་པོ་དེ། དེ་ཚིག་དེ་ཙམ་བསམ་བློ་བཏང་བ་ཡིན་ན་སེམས་གཏན་ནས་ལྷོད་ལྷོད་རེ་ཞིག་འགྲོ་ཡ་ཡོད་རེད་ད། དགོང་མོ་ཉལ་རན་པའི་སྐབས་སུ་ཚིག་བསམ་བློ་བཏང་ན། ཁྲ་ཁྲ་ཀོ་ཀོ་བསད་ཡོད་འདོད་རེད་བ། ཨོ་དེ་ཡིན་དུས་ཨོ་མི་ལ་རེད་པས་རྣམ་རྟོག་གིས་ཀྱིས་འགོང་པོ་ཟེར་སོང་བཞག་དེ་ཡིན་དུས་ད་འདྲེ་དང་འབྱུང་པོ་ཟེར་ཡ་དེ་ང་རང་རྣམ་རྟོག་གིས་བཟོས་པ་རེད་འདུག་བ་ཟེར་བསམ་ཡོད་འདོད། སེམས་གཏན་ཚེ་མ་བག་ལ་འཁུམ་ཡ་ཕན་ཐོགས་ཆེན་པོ་ཡོད་འདུག་བ། གཏན་ཚེ་མ། ཡོད་མ་རེད་བསམ་པ་དེ་ཡོང་ཐུབ་ཀྱི་མ་རེད་ད་རུང་ཡང་གང་བསམ་བསམ་ཙམ་ཡང་སྒྲ་དེ་ཕྱི་རུ་སྒྲོག་དུ་བ་ཀོབ་ཀོབ་ཀོབ་ཀོབ་ཟེར། དེ་ནས་ཧ་ཡང་གནམ་ནས་སྐད་རྒྱབ་ལྡིང་དུས་འོ་དེ་སྐད་རྒྱབ་ཕོར་པ་དེ་ཡར་ཀར་ཀར་ཀར་ཟེར་གཡུག་གིན་འདུག་འོ་གནམ་སྟོང་ཡིན་ས་མ་རེད་དངོས་གནས་ཡོད་ས་རེད་ད་བསམ་ས་འདྲ་པོ་གླེགས་ཀྱི་འདུག་ཨེ་འདུག་འདི་ག་རེད་ཟེར་ན་མ་གོམས་པ་རེད་གོམས་དགོས་ཀྱི་ཡོད་རེད་གོམས་ནས་དང་པོ་འདྲེན་ཡོད་པ་ལས་བློ་གོམས་སོང་བ་རེད་ད་ནི་གང་བསམ་དེ་ན་འདྲེན་མེད་པ་གྱི་བློ་ལ་གོམས་དགོས་ཀྱི་འདུག་བ། གོམས་ནས་ཡུན་རིང་པོ་ཅིག་ལ་ཡང་དེ་ཡི་བློ། དེ་ཡི་འདུ་ཤེས། དེ་ཡི་ཤེས་པ་དེ་དེའི་ནང་ལ་བ་ཚུད་ཐུབ་པ་བྱེད་དགོས་ཡོད་རེད་དེ། ཉམས་དེ་བསྟུད་མར་ལ་སྐྱོང་བ་དག་གི་མགོ་ལ་ཉམས་སྐྱོང་བ་ཟེར་གྱིན་ཞུས་པ་ཡིན་པ། དང་པོ་སྒོམ་སྐྱོ་མགོ་རྩོམ་པ་ལ་མཁས་པ་བར་དུ་ཉམས་སྐྱོང་བ་ལ་མཁས་པ་ཟེར་ཉམས་དེ་རྐྱེན་ལ་གོ་དགོས་རེད། རང་ལ་ཡ། གཅིག་གི་བར་ཆད་དང་རྐྱེན་ག་རེ་བྱུང་བ་ཡིན་ན་ཡང་དེ་འདུག་ཟེར་ནས་བར་བརླག་སོང་བ་མ་ཡིན་པར་ཡལ་བར་མ་དོར་བར་དེ་ཉམས་ལེན་གྱི་ནང་ལ་ཚུད་ག་ཚོད་ཡིན་ན་སྐྱོང་ཤེས་པ་གོ་དགོས་ཡོད་རེད་ཉམས་སྐྱོང་བ་ལ་མཁས་པ། ནོ། དེ་འདྲ་ཡིན་དུས་རྣམ་རྟོག་བགེགས་ཀྱི་འགོང་པོ་སྟེ་ཟེར་དུས་རྣམ་རྟོག་དང། བགེགས་དང་འགོང་པོ་ཐམས་ཅད་དེ་རྣམ་རྟོག་ཡིན་པར་བསྟན་པ་ཕྱི་ལ་བདེན་པར་མ་གྲུབ་པར་སྟོན་པ་བྱས། རེ་ཟུང་བ་རྣམ་རྟོག་བགེགས་ཀྱི་འགོང་པོ་སྟེ། དང། རྣམ་རྟོག་བགེགས་ཀྱི་འགོང་པོ་ཡིན་པ་དེ་འོ་ན་ག་འདྲ་བྱས་ནས་ཤ་རྣམ་རྟོག་གི་སྟོབས་ཀྱིས་རྣམ་རྟོག་གིས་བགེགས་དང་འགོང་པོ་ག་འདྲ་ཞིག་བྱས་ནས་བསྐྱེད་པ་རེད་དེའི་རང་བཞིན་ཉིད་ཀྱིས་ག་འདྲ་ཞིག་མེད་པར་རྟོགས་ཐུབ་ཀྱི་རེད་བསམ་ན་ཚིག་གཉིས་པ་དེ་འགྲེལ་སྣང་ཆོས་ཉིད་ཀྱི་ངང་དུ་རྫོགས། རྣམ་རྟོག། ཟེར་ཡག་དེ་འདྲས་ཡོད་པར་འཛིན་པ་བྱས། ད་ངས་ཚིག་སྤྲོ་ནས་ཞུ་གི་ཡོད། རྣམ་རྟོག་ཟེར་བའི་སྐབས་སུ་ཚིག་དེ། སྟོབས་ཆེན་པོ་འདུག་བ། ང་ཚོས་དུས་རྒྱུན་ག་དུས་ཡིན་ན་རྣམ་རྟོག་རྣམ་རྟོག་ཟེར་བའི་སྐབས་སུ་རགས་པ་ཅིག་ལ་བཤད་ཀྱི་ཡོད་རེད་མ་གཏོགས་ཕྲ་བ་དེ་ལ་རྣམ་རྟོག་གོ་གི་ཡོད་མ་རེད། མན་ངག་གི་ལུགས་ལ་ད་རྣམ་རྟོག་ཟེར་དུས་བསམ་པ་ལ་རགས་པ་ཅིག་ལ་གོ་ཡོད་འདུག་རགས་པ་དེ་ག་རེད། འདྲེ། གདོན། འབྱུང་པོ་ཟེར་ཡག་དེ། རྣམ་རྟོག་གིས་བཟོས་པ་རེད། ད་འོ་ན། དེ་རགས་པ་མ་ཡིན་པ། རེད་བ། འདྲེ་དང་འབྱུང་པོ་ཟེར་ཡག་དེ་བློ་ཡི་ཕག་རྟགས་ཞགས་པ་ཡིན་ན། བློ་ཡི་རྟགས་པ་ཡིན་པ་དེ་ག་འདྲ་ཞིག་བཤད་འགོ་བ་རེད་ཟེར་བཤད་ཡོད་འདུག་ཚིག་གཉིས་པ་དེ་འདྲེར་སྣང། ཟེར་ས་ན་ན་ང་སྣང། འདྲེ་རུ་རུ་སྣང་བ་རེ་ཟད་ཡོད་འདུག་ཕྱི་ལ་བགེགས་དང་འབྱུང་པོ་འགོང་པོ་དངོས་གནས་མེད་པ། ཡོད་པ་ལྟར་དུ་སྣང་བ་རེ་ཟད་བཤད་ཡོད་འདུག་འདྲེར་སྣང་ཟ་འོ་འདར་དང་སྒྲ་འགྲོ་མ་འདྲེ་ར་འདྲེར་འདྲེ་ལ་སྣང་བ་རེ་ཟད་དེ་ཡོད་འདུག་རགས་པའི་རྣམ་རྟོག་འདྲེ་འཛིན་གྱི་རྟོག་པ་དེས་རགས་པ་དེ་ཕ་ཤིག་བྱས་ནས་འོ། སྣང་ཙམ་ཞིག་རྣམ་རྟོག་གི་བློ་ཡི་ཕ་རྟགས་ནི་འདུ་ཤེས་ཀྱི་ཐོག་ནས་ཕ་སྣང་ཙམ་ཞིག་རེད་མ་གཏོགས་དོན་ལ་མེད་པ་ངེས་ཡོང་བ་དེ་ལ་འདྲེར་སྣང་དེ་ཚིག་རེ་རེ་བཞིན་དུ་ང་ཚོས་བེད་སྤྱོད་བཏང་ཡང་དེ་གལ་ཆེན་པོ་རེད་ད་དེ་བཞག་བཞག་ཡ་མེད་རེད། ག་ཚོད་རྒྱག་རོགས་ཡིན་ན་ང་ཚོ་ལ་ཕན་ཐོག་འདུག་བ། དེ་སྐྲག་དགོས་རེད། ཁྱེད་ཚེ་རྣམ་པར་ཆེ་བའི་ཁས་ཟེར་བ་ཆེ་སྒུག་ཡོག་རེད་ཉམ་ན་ཚུལ་ས་སོ་ན་དེ་ཚོ་ཚིག་ལ་བེད་སྤྱོད་གང་ཡོག་མ་རེད་དེ་གཡུ་ཞང་འབྲི་གར་བ་དགོས་ཡག་ཡོག་མ་རེད་ཁོ་རྟོག་པ་རྒྱུད་ལ་སྐྱེས་ཟིན་པ་རེད་དེ་སྒུག་ཡོག་མ་རེད་དེ་ཡིན་དུ་འདྲེ་སྣང་འདྲེ་སྣང་བ་དེ་ཡིན་དུ་དེ་ཚིག་ལ་གར་སྒུག་འདུག་མ་རྟོག་པ་རྣམས་ལ་རྣམ་རྟོག་གེགས་དང་འབྱུང་པོ་སྣང་བ་རྟོག་པ་རྣམས་ལ་འདྲེར་ཙམ་སྣང་བ། རྟོག་པ་རྣམས་ལ། མཐར་ཕྱིན་པ་རྣམས་ལ་ཆོས་ཉིད་ཀྱི་ངང་དུ་རྫོགས་པ་ཡིན་ནོ་འབྲས་རྣམས་ཆོས་ཉིད་ཀྱི་ངང་དུ་རྫོགས་ཟེར་དུ་བློ་ཡི་རིམ་པ་གསུམ། མ་རྟོགས་པའི་བློ་གྱི་ངོ་ལ་འབྲས་རྣམ་པར་རྟོག་པ། ཅུང་ཟད་རྟོགས་པ་རྣམས་ལ་འབྲས་སྣང་བ། མཐར་ཕྱིན་པའི་རྣལ་འབྱོར་ཉམས་མོའམ་རྟོགས་པ་མཐར་ཕྱིན་པ་རྣམས་ལ་ཆོས་ཉིད་ཀྱི་ངང་དུ་རྫོགས་པ་ཟེར་གསུམ་པ་སྟེ་འབྲས་རྣམས་ཆོས་ཉིད་ཀྱི་ངང་དུ་རྫོགསརྫོགས་ཟེར་བའི་སྐབས་སུ་ཁ་རེ། དེར་འདུས་པ་དེར་མཐར་ཕྱིན་པ་དེ་ཡི་ཀློང་དུ་གྱུར་པ་དེ་ལ་རྫོགས་པ། དེ་ཡིན་དུ།

བཟའ་བཏུང་ཟེར་དུས་ཛ་ཧུང་བ་མོ་ཧོ་སོད་སོད་རྒྱོ་རྒྱོ། རོལ་མོ་ཐན་ཤུགས་ཆེན་པོ་ཞུགས་ཕ་ཆེར་རོལ་མོ་སྐྱག་ས་རེད་བསམ་བསམ་རེད་བ་དེ་ཞུགས་དོགས་ཡས་ནས་ཨ་བཟའ་ཟའ་དྲག་པོའི་རོལ་མོ་རེད་བ་དྲག་པོའི་རོལ་མོ་ཡིན་དུས་ཞི་བོ་ཤུགས་ཆེན་པོ་ཞུགས་དགོས་ཀྱི་ཡོད་རེད་ད་ནས་ང་དེ་ཚོ་ཕ་ཁེར་རེད་རོལ་ས་རེད་བསམ་བསམ་དྲག་པོ་ཤུགས་ཆེན་པོ་ཞུགས་རྐང་གླིང་ཐན་ཡང་ཕ་ཆེར་ཁ་རེད་རོལ་ས་རེད་བསམ་དགོས་ཡ་དེ་འདྲའི་སྤྲོ་ད་ནས་མ་ནས་གཅིག་གིས་ཤུ་རྒྱབ་བྱས་ནས་རག་དུང་ཐན་ཡང་མ་ར་ཡ་བཏང་རྐང་གླིང་ཡང་མ་ར་ཡ་བཏང་གི་ཡོད་རེད་ང་ཚོ་དེའི་སྐབས་ལ་སྡུག་ཟེར་བཏང་ད་ནས་ཨོམ་རྩེད་དེ་ཡང་ངོ་ནག་པོ་ཞུགས་ཅིག་བསྟན་ཟེར་རྡོ་རྗེ་སློབ་དཔོན་གྱིས་ད་ལྟ།

ཡིན་ན་ཡང་ང་ཚོ་ཁ་བརྡ་སྦྱངས་པ་ཁག་ཁ་རྫིག་པོ་མང་པོ་ཤི་ཡ་ཡོད་འདོད་ཅིག་གི་ཡིན་ས་རེད་བསམ་སང་འདྲ་བོ་ཅིག་ང་ཚོ་ཡོང་གི་འདུག་བ་ཐུག་ནུས་པ་མེད་ན་ཡང་ཡོད་འདོང་འདོད་འདྲ་བོ་ཅིག་ཡོད་མ་རེད་ཞུ་མེད་ད་ཡོད་ད་ཡོད་རེད་བ་ཡིན་ན་ཡང་ཡིན་ན་མིག་གིས་བལྟས་ན་ཟིག་གི་ཡོད་མིག་གིས་བལྟས་ན་འོ་རེད་བ། དེ་ཡིན་དུས་འདྲེ་ནག་ཆོས་ཉིད་ཀྱིས་ང་ཚོ་དེ་ལ་མཛའ་བརྡུང་བྱ་ཡང་མི་དགོས་སོ་ཟེར་དུས་ད་ཧོང་ཧོང་ཕེ་ཕེ་སོད་སོད་རྒྱོབ་རྒྱོབ་དགོས་ཀྱི་མ་རེད།

མགོ་ཁོ་རང་ལ་དང་པོ་དེ་སྐྱབས་འགྲོ་རེད་སྟེང་ཀུན་ནས་འཕྲོས་པའི་དཀོན་མཆོག་གསུམ་དེ་མ་བྱོས་རིག་པའི་ངང་དུ་རྫོགས་དེ་ལ་གསོལ་བ་འདེབས་ཀྱང་མི་དགོས་སོ་ངག་བཟླས་བརྗོད་དང་བྲལ་བའི་རྣལ་འབྱོར་བཟླས་ཟེར་མགོ་དེ་ནས་བཙུགས་ཡོད་རེད། ད་དེའི་ཤོ་ལོ་ཀ་དེ་ངོ་མ། སྐྱབས་ཀྱི་མཁན་ཆེན་ཚུལ་ཁྲིམས་རྒྱ་མཚོ་རིན་པོ་ཆེ་ཀས་ང་ཚོ་ལ་ཡང་ནས་ཡང་དུ་དེ་ཡི་བློ་འཛིན་བྱེད་དགོས་ཟེར་ནས་ངེས་དོན་རྫོགས་པ་ང་དེ། དུས་དང་རྣམ་པ་ཀུན་ཏུ་མགུར་གང་རེ་ཞིག་གསུངས་པ་ཡིན་ན་ཡང་དང་པོ་དེ་ངེས་དོན་རྫོགས་པ་ང་དེ་གསུངས་ཀྱི་ཡོད་རེད་དེ་ནས་མགུར་སོ་སོ་སོ་སོའི་སྐབས་ཐོག་ལ་ག་རེ་ཡོད་པ་དེ་མ་འདྲེས་བཤད་གནང་ཡང་རེད་ངེས་དོན་རྫོགས་པ་ང་དེ་དུས་དང་རྣམ་པ་ཀུན་ཏུ་གསུང་ཡ་གཅིག་ཆགས་བསྡད་ཡོད་རེད་ཐུགས་དམ་གྱི་མཐིལ་རེད་པོ་ཆེ། འོ་ན་དེ་ཐུབ་སྟེ་ཐུགས་ལ་མཁྱེན་ན་ཚིག་དེ་རེ་དུ་བ། རྣམ་རྟོག་གེགས་ཀྱི་འགོང་པོ་སྟེ། འབྲས་ནང་ཆུ་གཉིས་ཀྱི་ངང་དུ་རྫོགས། དེ་ལ་འཛག་སྟོང་ཆ་ཡང་མི་དགོས་སོ། རྣམ་རྟོག་ཆུ་ཁུར་ཟེར་བའི་རྣལ་འབྱོར་ཏེ། ལྟ་དེ་ང་ཚོ་མ་ནི་ཅོག་ཅོག་ཅན་དོན་འདས་པ་ན་ཕན་ཐོགས་ཆེན་པོ་དུ་བ། སྐོར་ལ་ཕེབས་པའི་སྐབས་སུ། དུ་བ་དེ་གསུངས་ཕལ་གྱི་ཡིན་ན་ཡག་པོ་དུ་བ། རྣམ་རྟོག་གེགས་ཀྱི་འགོང་པོ་སྟེ་འབྲས་ནང་ཆུ་གཉིས་ངང་དུ་རྫོགས་ཟེར་ན་མི་གཞན་པ་གི་འདི་སྨྱོ་སྡེ་བའི་ལུགས་སོ། གུ་གེ་རེ་དེ་ཡིན་ན་དེ་བྱེད་པ་ཡོད་མ་རེད་ལ་གོ་ག་རེ་བྲིས་ལ་དྲན་རུ་བ། དེ་ཡིན་ན་ཡང་དེ་ཟླ་ཟུན་དུ་ང་ཚོ་སྤྱི་ལ་སྔགས་ཟེར་བ་གཉིས་པ་ནི་མགོ་ལ་ཨོམ་བྱེད་དུ་གཞུག་ལ་སོ་བ་བྱེད་མེད་ན་བློ་མ་བདེ་དེ་བཞུགས་ཏོ་དེ་འགྲིག་གི་རེད་ལ། ཨོ། རྣམ་རྟོག་གེགས་བྱིན་གོང་བུ་དེ། མ་འདོན་ཞག་འདི་གྱུར་བ། རྣམ་རྟོག་ཆོས་སྐུར་ཟད་པའི་བློ་རེ་དེ། སོ་ཧ་ཟག་བཅས་རེ་བ། ཨོ། དེ་འདྲའི་ཟས་ཡོད་ན་བློ་བདེ་བོ་ཡོད་ན་དེ་བསྲུངས་ན་འགྲིག་གི་རེ་བ། བྱེད་པ་གང་ཡང་མི་འདུག་ཨོ་མ་ཧཱུྃ་སེང་ནི་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་རྡོ་རྗེ་གསུམ་རེད། ད་ལྟའི་ཤོ་ལོ་ཀ་དེ་ཡང་ནི་སྐུ་གསུང་ཐུགས་ཀྱི་རྡོ་རྗེ་གསུམ་ནི་ད་ནས་ཚང་དུ་ཡོད་རེད། ཨོ་མ་ཧཱུྃ་བརྗོད་ན་འདྲ་མ་བརྗོད་ན་འདྲ་ཨོ་ཐུགས་སེང་ད་དེ་ད་ལྟ་མང་པོ་གང་ཞོལ་མེད་ད་དེ་ད་ལྟ་དེ་ནི་མ་འཕྲོད་པ་རེད་འཕྲོད་པ་ཡིན་ན་ངས་མ་ཞུས་པ་ཡིན། རྣམ་རྟོག་ཆོས་སྐུར་ཤར་བའི་རྣལ་འབྱོར་དེ་རེད་འདུག་བ། རྣམ་རྟོག་གེགས་བྱིན་གོང་བུ་དེ་འདྲེན་སྣང་ཆོས་ཉིད་ཀྱི་ངང་དུ་རྫོགས། དེ་ནས་གར་དུ་བདེ་ལ་བཟའ་བཏུང་བྱ་ཡང་མི་དགོས་སོ། རྣམ་རྟོག་ཆོས་སྐུར་ཤར་བའི་རྣལ་འབྱོར་བདེ། ཤར་བ་རེ་ལྟར་རྣལ་འབྱོར་རྣམ་རྟོག་ཆོས་སྐུར་ཤར་བ། དེ་མགོ་དེ་ཆེན་སོང་བ་ལ་རྣམ་རྟོག་བགེགས་ཀྱི་འགོང་པོ་སྟེ་ཟེར་བ་དེ་མ་རྟོགས་པ་རྣམས་ལ་གསུངས། འདྲེར་སྣང་ཟེར་བའི་སྐབས་སོགས་རྟོགས་པ་རྣམས་ལ་གསུངས། ཆོས་དབྱིངས་ཀྱི་ངང་དུ་རྫོགས་ཟེར་བའི་སྐབས་མཐར་ཕྱིན་པ། རྟོགས་དང་མ་རྟོགས་གཉིས་ཀ་དེ་མཐར་ཕྱིན་དགོས་དགོས་རེད་བ། མ་རྟོགས་པ་ཡིན་ན་མཐར་ཕྱིན་ས་གཅིག་ལ་སླེབས་དགོས་དགོས་རེད། རྟོགས་པ་ཟེར་བ་དེ་ལམ་ལ་གཤེགས་ཡོད་བ་རེད། ལམ་དེ་མཐར་ཕྱིན་དགོས་དགོས་རེད་བ། མཐར་ཕྱིན་ཡང་ན་འབྲས་བུ་བཞི་ལ་རྫོགས་པ་རེད་དེའི་སྐབས་ལ་ཆོས་སྐུར་རྫོགས་པའོ། ཐུགས་སུ་བྱས་ནས་འགྲོ་ན།